བོད་ཀྱི་སྐད་ཡིག་སློབ་གྲྭ་དང་ལྗོངས་ཏང་གི་དྲ་ཐོག་གི་སློབ་ཚན་བསྲིངས་བསྲིངས་གནང་མཁན་ཚང་མ་ལོག་ལ་བཀྲ་ཤིས་བདེ་ལེགས་ཞུ། ད་ལྟ་འདི་སློབ་གཞིའི་ཉི་ཤུ་རྩ་གསུམ་པ་དེ་རེད། སླབ་གཞིའི་ཉི་ཤུ་རྩ་གསུམ་པ་དེའི་ནང་ལོག་ལ། དེ་སྔོན། ཉི་ཤུ་རྩ་གཉིས་པའི་ནང་ལོག་ལ་མིང་རིང་དུ་གཏོང་ཐབས་ཀྱི་བྱེད་སྒོ། གཏོང་ཐབས་ཀྱི་མདོ་དུས་ཀྱི་ངོ་སྤྲོད་ཞུས་པ་དེ་ལ་ཡང་གལ་སྲིད་ཅང་ཡང་ལ། ལྟས་ཤིག་བསྐུར་ངེས་ཡོད་པས་ཡིན་ན། མིང་རིང་དུ་གཏོང་ཐབས་ཀྱི་བྱེད་སྒོ་ཅིག་སྤེལ་ནས་ཨ་ནི་དེའི་གང་ཧར་སོགས་རེད་མིང་རིང་དུ་གཏོང་ཡ་དེ། སྟབས་བདེ་རུ་བཏང་ཡ་གི་ཡོད་རེད། དེ་འདྲ་ཡིན་ཙང་དེ་རིང་ངས་མཐུན་སྦྱོར་བྱས་པའི་ཐོག་ནས་མིང་རིང་དུ་གཏོང་ཐབས་ཀྱི་བྱེད་སྒོ་ཅིག་ངོ་སྤྲོད་ཞུ་གི་ཡིན། ད་དེ་གང་འདྲའི་འདྲ་པོ་ཆགས་ཀོ་རེད་ཟེར་དུས། དེ་སྔོན་ལ་ངས་ངོ་སྤྲོད་ཞུས་པ་ནང་བཞིན་རེད། ཕ་མ་དང་དགེ་རྒན་དང་སླབ་གྲ་དང་ཕ་ཡུལ་དང་དེ་སྐད་དུ་གལ་སྲིད་མིང་རིང་དུ་བཏང་ཐུག་གི་མེད་པ་ཡིན་ན། དེ་ལ་ཁྱད་ཆོས་སྦྱར་ནས་རིང་པོ་བཟོས་ཐུག་གི་མེད་པ་ཡིན་ན་ཨ་ནི་ཐར་ལམ་ག་རེ་ཡོད་རེད་ལབ་པ་ཡིན་ན། ཐར་ལམ་དེ་དགེ་རྒན་ངོ་ནས་མཐུན་སྦྱོར་བྱེད་པའི་མིང་ཚིག་མང་པོ་ཞིབ་པོ་ཅིག་སྤྲད་ནས་དེ་དང་མཐུན་སྦྱོར་བྱེད་ཐུག་ནས་ཨ་ནི་ང་ཚོ་རིང་རེ་བཏང་ཡ་ཡོད་རེད་མཐུན་སྦྱོར་བྱེད་སྟངས་དེ་ལ་ཡང་ཁྱད་ཆོས་གཉིས་སྦྱར་ཡ། ཁྱེད་ཆུ་གཅིག་བྱ་ཡ། ཨ་ནི་བྱ་ཚིག་སྦྱར་བའི་ཐོག་ནས་འགྲོ་ཡ། ཡང་ཁྲེས་སྦྱར་བའི་ཐོག་ནས་འགྲོ་ཡ། ཨ་ནི་དཔེ་སྦྱར་བའི་ཐོག་ནས་འགྲོ་ཡ་མི་འདྲ་བ་མང་པོ་ཡོད་རེད་དེ་འདྲ་ཡིན་ཙང་ང་རང་ཚོ་དེ་རིང་དེ་འབྱུང་བ་ཞུ་ཡིན། ལས་སད། ད་དང་པོ་དེ་ལ་འདི་ལ་གཟིགས་པ་ཡིན་ན། འདི་དེ་སྔོན་ངས་ཐེངས་མ་གཅིག་ངོ་སྤྲོད་ཞུས་ཚར་བ་ཡིན་བྱས་ཙང་འདི་སྟབས་བདེ་བོ་ཞིག་རེད་བསམ་གི་འདུག་དོན་ཚན་འདིའི་ནང་ལོགས་ལ། འདིའི་ཕྱོགས་ལ་ཡང་ཆ་ཚང་གཅིག་ལ་ཡང་ཁྱད་ཆོས་རྐྱང་རྐྱང་གཅིག་བཞག་ཡོད་རེད་འདིའི་ཕྱོགས་ལ་ཡང་མིང་ཚིག་རྐྱང་རྐྱང་གཅིག་བཞག་ཡོད་རེད། འདི་གའི་གི་མིང་ཚིག་གི་སྒང་ལ་ཡང་ཁྱད་ཆོས་དེ་གའི་རེད་སྦྱར་དགོས་ཡོད་རེད་སྔོ་ཞིང་བསངས་པའི་ཟེར་ན་ནི་འདི་ནང་ལོགས་ལ་ག་རེ་སྦྱར་ས་རེད་མེ་ཏོག་རེད་པས། ལྷུན་པོ་རེད་པས། རྒྱན་རེད་པས་གླུ་རེད་པས་ནམ་མཁའ་རེད་པས། ཨ། ནམ་མཁའ་རེད་པ། སྔོ་ཞིང་བསངས་པའི་ནམ་མཁའ། བྲིས་ཆོག་གོ་རེད། དྲོ་ཞིང་འཇམ་པའི། མེ་ཏོག་ལྷུན་པོ་རྒྱན་གླུད་ནམ་མཁའ་ས་གཞི་ཉི་འོད་ལུས་ཉམས་དཔའ་སྙིང་ཉི་འོད་རེད་བ། གྲོ་ཞིང་འཇམ་པའི་ཉི་འོད། ཡངས་ཤིང་ཆེ་བའི། ག་རེ་ལབ་ས་རེད་ཡངས་ཤིང་ཆེ་བའི་ས་གཞི། མཛེས་ཤིང་སྡུག་པའི་མེ་ཏོག། མཐོ་ཞིང་བརྗིད་པའི་ག་རེ་ལབ་ག། མཐོ་ཞིང་བརྗིད་པའི་ལྷུན་པོ། རེད་པ། བརྗིད་ཅིང་རྔམས་པས་ག་རེ་ལ་དགོས་རེད། བརྗིད་ཅིང་རྔམས་པས་ཉམས་ཟེར་ན་འདྲ་ལུས་ཟེར་ན་འདྲ། དེ་འདྲས་ཟེར་ནས་བརྗིད་ཅིང་རྔམས་པས་འཇིགས་པ་མེད་པའི་སྙིང། ཞུམ་པ་མེད་པའི་དཔའ། དར་ཞིང་རྒྱས་པས། དར་ཞིང་རྒྱས་པས་ག་རེ་བྲིས་ནས་ཡ་ས་རེད། དར་ཞིང་རྒྱས་པས།

འོ་ཐུགས་ཆེ་ནས། འོ་ཐུགས་སྐད་དེ་མི་འདྲ་བ་མི་འདྲ་བ་བྱས་ནས་སྦྱར་སྟངས་དེ་རེད་ཅེས་ནས་སྦྱངས་བཅུ་ནས་བྲིས་པ་ཡིན་ན་ཕན་ཐོགས་ག་རེ་ཡོད་རེད་ལབ་པ་ཡིན་ན། དཔེར་ན་ལྡུམ་རའི་ནང་ལ་མེ་ཏོག་སྐྱེས་བཞག་ཟེར་ཡས་དེ་ལ་ག་རེ་བྲི་ཡས་ཡོད་རེད་ཟེར་ན། ང་ཚོའི་ལྡུམ་རའི་ནང་ལ་མཛེས་ཤིང་སྟུག་པའི་མེ་ཏོག་མང་པོ་སྐྱེས་བཞག་ཐུགས་ཆེ་ནས་བེད་སྤྱོད་ཁྲིད་ཐུབ་ན་སྙིང་རྗེ་རུ་འདུག་རེད་ད་ནང་བཞིན་ནམ་མཁའ་ནས་ཆར་བ་བབས་ཀྱི་འདུག་ཟེར་ན་སྔོ་ཞིང་བསམ་པའི་ནམ་མཁའི་ནང་ནམ་མཁའི་དབྱིངས་ནས་ཆར་བ་བབས་ཀྱི་འདུག་ཟེར་ཡ་འདྲ་བོ་དང། ད་ང་ནང་བཞིན་གྱི་ཨ་ནི་ག་བཟོ་གི་རེད། གླུ་ཞིག་ལེན་སོང་ལགས་ན་སྙན་ཞིང་འཇེབས་པའི་གླུ་ཞིག་ལེན་སོང་ཟེར་ནས་གང་ལྟར། འོ། དེ་སྐད་གི་ཚིག་དེ་སྐད་དེ་བོད་ཆོས་གཏང་སྟངས་ཀྱི་ཐོག་ནས་ང་ཚོ། ཚིག་སྦྱོར་དེ་སྙན་རུ་ཞེ་དྲག་གཏང་ཐུབ་རེད་པ། འོ་དེ་ང་ཚོ་སྔས་མ་ངོ་སྤྲོད་ཞུས་ཚར་བ་ཡིན། འདི་འདྲའི་བཟོ་བཀྲ་བོ་ཅིག་དགེ་རྒན་རང་ཉིད་ངོ་ནས། མང་པོ་ཞིག་གྲ་སྒྲིག་གནང། ཨ་ནི་བུ་ལི་ཡང་བསྡུ་རྩལ་སྤྲོས་ཏེ་མཐུན་འགྱུར་བྱེད་ཆོག་གུ་གུ་ཡོ། ལས་ཟེར། ད་གཉིས་པ་དེ་ག་རེད་ཟེར་དུས་ཙམ་པ་ལ་ཡང་ཆེ་ཆུང་གཉིས་སྦྱར་བ་ཆེ་ཆུང་དེ་ལ་ལྟོགས་ཟེར་རིང་བཟོས་བ། སེམས་པ་ཤིན་ཏུ་བཟང་ཞིང་ཤེས་ཡོན་ལྡན་པས། སློབ་མ་ལ་བརྩེ་བ་ཆེ་ཞིང་སློབ་གྲྭའི་འཛིན་སྐྱོང་ལེགས་པོ་གནང་བས། ཕན་ཚུན་ལ་བརྩེ་བ་ཆེ་ཞིང་མཉམ་བཟང་མཉམ་མཐོང་བྱས་པས། སྐུ་གཟུགས་ལྡེམ་ཞིང་ཞལ་རས་མཛེས་པས། ཤེས་ཡོན་གྱིས་རབ་ཏུ་ཕྱུག་ཅིང་སློབ་ཁྲིད་གནང་སྟངས་མཁས་པས། ཁུ་ཡིས་མཛེས་ཤིང་ཁུ་ཡུས་གཙང་བས་བྱས་ནས་གདའ། དེའི་ནང་ལོགས་ལ་ཁ་ཤས་ཤིག་འདུག་ག། མིང་ཚིག་ཁ་ཤས་གདའ། ཁྱེད་ཚིག་ཟེར་དགོས་རེད་བ། འདི་སྐད་ཀྱི་མིང་རིང་པོ་འདི་སྐད་དེ་ཁ་ཤས་ཀྱིས་སོ་སོ་སོ་སོ་གྱི་གདན་ཚིག་དེ་སྐད་དེ་ལ་ཕག་རྒྱག་དགོས་རེད། སེམས་པ་ཤིན་ཏུ་བཟང་ཞིང་ཤེས་ཡོན་ལྡན་པའི་གྲྭ་པ། སློབ་མ་ལ་བརྩེ་བ་མཆིས་ཤིང་སློབ་གྲྭའི་འཛིན་སྐྱོང་ལེགས་པོ་གནང་བས། སློབ་སྤྱི། ཕ་མ་ལ་བརྩེ་བ་ཆེ་ཞིང་མཉམ་ཟ་མཉམ་འཐུང་བྱེད་པའི་གྲོགས་མོ། སྐུ་གཟུགས་ལྡེམ་ཞིང་ཞེ་རེ་མཛེས་པའི་མཛེས་མ། ཤེས་ཡོན་གྱིས་རབ་ཏུ་ཕྱུག་ཅིང་སློབ་ཁྲིད་གནང་སྟངས་མཁས་པའི་དགེ་རྒན། སྐུ་ཡིག་མཛེས་ཤིང་ཁོར་ཡུག་གཙང་བའི་སློབ་གྲྭ། འོ་ཐུགས་བྱས་ནས་ད་བརྒྱ་དང་བརྒྱ་བར་ད་འདྲ་ངས་དེ་ལབ་ཙ་སོ་དེ་རྗེས་མ་དེ་ངས་གཉིས་སུ་གྱིས་མ་ད་ལབ་གི་མེད་སོ་སོ་སོ་སོ་གི་ཚེ་བར་དར་བ། འོ་དེ་འདྲས་སོ་འདྲ་བ་དེ་ནས་ཡང་དགེ་རྒན་རང་ཉིད་ངོ་ནས་འདི་འདྲས་གྲ་སྒྲིག་གནང་ཨ་ནི་དེ་གས་དེ་ཡང་གཞུག་གཞན་པ་ཅིག་ན་ལུག་བྱས་ནས་ད་དེ་གས་དེ་ཕར་མཐུན་སྦྱོར་བྱས་བཅུག་ནས་ཨ་ནི་ནག་སོ་སོའི་གྲི་དེ་ནང་ལ་དྲིས་བཅུག་པ་ཡིན་ན་ཁྱད་པར་ཅིག་ག་རེ་ཡོད་རེད་ཟེར་ན་ཡང་བསྐྱར་ངས་ཞུས་པ་ཡིན་ན་ཡང།

ལེ་སེ། ད་འདིའི་ནང་ལོགས་ལ་དམིགས་བསལ་གྱི་ཁྱད་ཆོས་ཅིག་ག་རེ་ཡོད་རེད་ལབ་པ་ཡིན་ན། ད་བྱ་ཚིག་གཉིས་སྦྱར་ཡོད་རེད། བྱ་ཚིག་གཉིས་སྦྱར་ཡོད་རེད་བྱ་ཚིག་གཉིས་པོ་དེས་ན་ས་ནས་ཀྱི་ཐོག་ནས་ཐུགས་ཁ་རྒྱག་ཡོད་རེད་ན་ས་ནས་ད་ལྟ་ལྷག་ཆད་ཀྱི་ཁྲོད་ཀྱི་ཐོག་ནས་ནས་སྒྲ་དང་ཏེ་སྒྲ་དང་ཞིང་སྒྲ་ག་རེ་སྦྱར་བ་ཡིན་ནས་རེད་པ། དཔེར་ན་འདི་ནང་ལོགས་ག་རེ་ག་རེ་བྲིས་ཡོད་རེད་སྒྲིག་ཆས་ལེགས་པོ་གྱོན་ནས་འགྲོ་བས། གསུང་སྐད་མཁན་པོ་བསྐྱོན་ནས་ཁྲིད་པས། རྟག་པར་རྗེས་ལུས་ཐེབས་ནས་སླེབས་པས། རང་གི་བུ་ལྟར་གནང་ནས་བརྩེ་བས་བསྐྱངས་པས། ལག་ཏུ་མ་ནི། འཁོར་ལོ་ཁྱེར་ནས་བསྐོར་བར་ཕེབས་པས། སྒྲིབ་གཉིས་ཡོངས་སུ་སྤངས་ཏེ་སངས་རྒྱས་པས། ཞིང་དུད་ཁོ་ན་བསམས་ནས་ཡོད་ཚད་བློས་བཏང་བས་ཟེར་ནས་དོན་ཚན་མི་འདྲ་བ་མང་པོ་འདུག་ཨང། ད་དེ་སྐད་མང་པོ་ཡོད་པའི་ནང་ལོགས་ནས། དཔེར་ན་ངའི་དང་པོ་གཉིས་དེ་ངས་ཁྱེད་རང་ལ་དཔེ་མཚོན་ཞུ་གི་ཡིན་ཞེས་པ་ཚང་མ་སོ་སོ་གི་ཚེ་ན། སྒྲིག་ཆས་ལེགས་པོ་གྱོན་ནས་འགྲོ་བས། དགེ་རྒན་སྤུ་བོ་བླ་མ་སློབ་ཕྲུག་ཤཱཀྱ་ཐུབ་པ་ཨ་ནེ་གཞུང་ཞབས་པ་དད་ལྡན་པ་སི་ཏུ་འདི་ནང་ལོ་ལ་ག་རེ་བྲིས་ནས་ཡ་ས་རེད་ལ་ན། སྒྲིག་ཆས་ལས་པོ་གྱོན་ནས་འགྲོ་བའི་སྤུ་བོ་སི་ལ་ཤ་ན་ཡ་སྐྱོན་མི་འདུག་ཨ་དེ་ཡག་པོ་འདུག། གསུང་སྐད་ཆེན་པོ་བསྐྱོན་ནས་ཁྲིད་པའི་སློབ་ཚན་དེ་གསུང་སྐད་ཆེན་པོ་བསྐྱོན་ནས་ཁྲིད་བསྡད་པས་གསུང་སྐད་ཆེན་པོ་བསྐྱོན་ནས་ཁྲིད་པའི་དགེ་རྒན་སི་ཏུ་སོ་ཨ་བྱས་ཙང་སྒྲིག་ཆས་ལས་པོ་གྱོན་ནས་འགྲོ་བའི་སྤུ་བོ་སི་ན་ཡ་འདྲ། སློབ་ཕྲུག། ཟེར་ན་འདྲ། འགྲིག་ཨེ་ནི་གསུང་སྐད་ཆེན་པོ་བསྐྱོན་ནས་ཁྲིད་པའི་དགེ་རྒན་ཟེར་ནས་ངེད་གཉིས་འཐུས་ཚར་སོང་སྟེ་རྗེས་དུ་སུ་ཡང་འཐུས་ཚར་སོང། ད་ལྟའི་གཞན་པ་ཚོ་ཚོ་ལྟ་བ་རྗེས་ལུས་ཐད་ནས་སླེབས་པས་སུ། ཁོ་རང་གི་བུ་ལྟར་གནང་ནས་བརྩེ་བས་བསྐྱངས་པས་སུ། ལག་ཏུ་མ་ཎི་འཁོར་ལོ་འཁྱེར་ནས་བསྐོར་བ་ཕེབས་པས་སུ། འདྲིས་ཉེས་ཡོངས་སུ་སྤངས་ཏེ་སངས་རྒྱས་པས་སུ། ཞིང་དེ་ཁོ་ན་བསམ་ནས་ཡོད་ཚད་བློས་བཏང་བས་སུ། ཅེས་ནས་གང་ལྟར་དེ་སྐད་དེ་སོ་སོ་སོ་སོ་ཀྱི་འབྲེལ་ཡོད་དེ་སྐད་དེ་ཏག་ཏག་ཏག་ཏག་སྦྱར་ཐུབ་པ་གནང་དགོས་རེད་བ། འོ་དེ་རེད། ད་དེ་ཞུ་སྒོ་གི་དོན་ཚན་དེ་ག་རེ་ཆགས་དགོས་རེད་ཟེར་ན། ཡང་སྒྲ་སྦྱར་བའི་ཐོག་ནས་ཡང། དེ་སྐད་དེ་བཟོས་སྟངས་རེད། ད་འདི་ནང་ལོགས་ལ་ཁྱད་ཆོས་གཉིས་ཡོད་རེད་ཁྱད་ཆོས་སྔ་མ་དང་ཕྱི་མ་གཉིས་མ་མཐུན་པ་རེད། སྟོབས་འབྱོར་ཆེ་ཡང་བཟང་སྤྱོད་མེད་པས། ཇི་ཙམ་སློབ་ཀྱང་མི་ཤེས་པས། སེམས་ནི་དགའ་ཡང་ལབ་མ་ཕོད་པས། མང་པོ་གསུངས་ཀྱང་ལག་ལེན་མེད་པས། མི་འབོར་ཡང་ཉུང་ཡང་འཇོན་ཐང་ཆེ་བས། སྐུ་གཟུགས་ཆུང་ཡང་ཞེན་པའི་ལྷག་བསམ་ཆེ་བས། གཅིག་པུར་བཞུགས་ཀྱང་དགའ་བདེས་ཁེངས་པས། ས་ཁྱོན་རབ་ཏུ་ཆེ་ཡང་མི་འབོར་ཉུང་བས། སོགས་སོགས་སྒྲོག་ཅི་ཏོ། འོ་དེ་སྐད་ཀྱིས་གར་བཞུགས་པར་རེ་བས་ནི། ཚིག་དེ་གས་ཏེ་སོ་སོ་སོ་སོ་བར་སྦྱར་དགོས་རེད་ངས་དཔེར་ན་གཅིག་གཉིས་རྒྱག་གིན་གདའ། སེམས་ནི་དགའ་ཡང་ལབ་མ་ཕོད་པས། ལྐུགས་པ་མིས་རྒྱ་ནག་ཕོ་སར་དར་མ་བྱ་བྲལ་བ་བོས་བོད་པ་མགོ་ཁྲིད་ངས་འདི་ལབ། སེམས་ནི་དགའ་ཡང་ལབ་མ་ཕོད་པས་ཕོ་སར་དར་མ། རེད་བ། ད་ག་ནང་བཞིན་གྱི་དཔེར་ན་ཇི་ཙམ་ལབ་ཀྱང་མི་ཤེས་པས་ལྐུགས་པ། ཟེར་འགྲོ་བ། འོ་དེ་འདྲས་བྱས་ནས་སོ་སོ་སོ་སོ་ལ་ཏག་ཏག་ཏག་ཏག་སྦྱར་ཐུབ་ནས། སེམས་ལས་འགའ་ཡང་ལག་མི་ཕེབས་པའི་ཕོ་གསར་ཞིག་གིས་ཨ་ནི་བུ་མོ་ཞིག་ལ་ཨ་ནི་ཁ་སོགས་རེ་རེ་བ་བྱས་པ་དེ་ནི་ད་དོན་དག་འགྲོ་ཡ་མེད་པའི་གནས་ཚུལ་ཞིག་རེད། དེ་ལས་བསྐུར་བ། སེམས་ལས་འགའ་ཡང་ལག་མི་ཕེབས་པའི་ཕོ་གསར་དར་མ། ཟེར་འགྲོ་བྱུང་རེད་བ། འོ་དེ་སྐད་དེ་སོ་སོ་སོ་སོ་ལ་ཏག་ཏག་ཏག་ཏག་ལ་ཕ་སྦྱར་གྱི་མཐུན་སྦྱོར

སྦྱར་དགོས། བརྩེ་བ་རྒྱ་མཚོ་ལས་ཟབ་ཅིང་ངང་རྒྱུད་ཆུ་བོ་ལས་རིང་བས་སུ་རེད་དེ་སྦྱར་དགོས། སྐུ་གཟུགས་གཉུག་མ་བཞིན་སྙན་ལ་ཞལ་རས་ལྷ་མོ་ལས་མཛེས་པས་སུ་རེད་སྦྱར་དགོས། ཞལ་རས་ལྷ་ལས་མཛེས་སྡུག་ལྡན་ཞིང་སྐུ་གཟུགས་ཉག་མོ་བཞིན་འཁྱུག་པས་སུ་རེད་སྦྱར་དགོས། ལྔ་ནི་སེམས་དཔའ་མདའ་ལྟར་དྲང་ཞིང་ལས་སྙིང་རྗེ་བའི་བློ་མིག་རབ་ཏུ་གསལ་བས་སུ་རེད་དེ་སྦྱར་དགོས། འོ་ཐུགས་ཚིག་ནི་སྦྱར་དགོས་དུས་ཙམ་པ་ལ། དེ་གོང་གི་ད་དེ་གའི་དོན་དམ་དོན་དགག་དེ་ཧ་མ་གོ་བ་ཡིན་ན། དཔེར་ན། སེམས་པ་མདའ་དང་ཕྲ་ཞིང་ལེགས་ཉེས་འབྱེད་པའི་བློ་མིག་རག་ཏུ་གསལ་བས་སུ་རེད། དེ་སྙིང་སྡུག་རེད་ལབ་ཡིན་ན་ད་འབྲི་ད་འབྲི་གི་ཡོད་རེད་སྙིང་སྡུག་དེ་དེ་ཡིན་ཆོག་གི་རེད་དེ། སྐབས་འདི་ཡིན་ན་ལ་ལ་ཁོ་ལ་རེན་ཤོས་དེ་ཏག་ཏག་དེ་མ་རེད་པ། སེམས་པ་མདའ་དང་ཕྲ་ཞིང་ལེགས་ཉེས་འབྱེད་པའི་བློ་མིག་རབ་ཏུ་གསལ་བས་དཔང་པོ། བྱས་ནས། འདི་ཕལ་ཆེར་ཕལ་ཆེར་འདི་ལ་རྒྱག་དགོས་ཟེར་བ། དཔང་པོ་ལ་ཡར་རྒྱག་དགོས་ཟེར་བ། ཐུགས་སྲས་བེ་ལེ་འཇའ་ཞིག་བྱམས་བརྩེས་འོ་མ་ལས་བཀལ་བས་ངའི་ཨ་མ་ལགས། མ་བཅའ་བསྒུགས་འདུག་ཨ། དེ་འབྲེལ་གྱི་སོ་འདྲ་པོ་བྱས་ནས་ཡང་སོ་སོ་སོ་སོ་ལ་སྦྱར་སྟངས་ཀྱིས་ལབ་བསྒུགས་ཡོད། ད་འདི་ནག་ལོ་ལ་དམིགས་བསལ་གྱི་ཁྱད་ཆོས་ཅིག་ག་རེ་ཡོད་རེད་ལབ་ན་ཡིན་ཡང་སྐྱེ་ཆུས་སྦྱར་གྱི་ཡོད་པ་གཅིག་པ་གཅིག་རྐྱང་གཅིག་ལ་བསྡད། ཐུགས་སྲས་བེ་ལེ་འཇམ་ཞིང། བེ། བྱམས་བརྩེས་འོ་མ་ལས་བཀལ་བས། བེ། རྒྱ་མཚོ། བརྩེ་བ་རྒྱ་མཚོ་ལས་ཟབ་ཅིང་ངང་རྒྱུད་ཆུ་བོ་ལས་རིང་བས། བེ། སྐུ་གཟུགས་སྨྱུག་མ་བཞིན་སྙན། ཞལ་རས་ལྷ་མོ་ལས་མཛེས་དཔེ་དུ་འདུག་ག་དཔེ་དེ་གས་དེ་ཡང་སྦྱར་སྟངས་ཀྱི་ཐོག་ནས་ཡང་དེ་བྱས་པ་ཡིན་ན་ཞི་རག་གི་བྲོ་བ་ཆེན་པོ་ཡོད་རེད་ད་དེ་གས་དེ་ཡག་པོ་ཅིག་ཤིས་པ་ཡིན་ན། དཔེ་འདྲ་བོ་ཆགས་ཤར་ན་ད་ངས་དཔེ་མཚོན་གཅིག་རང་གཅིག་མ་གཏོགས་ཞུགས་མེད། ཐུགས་སེམས་བལ་ལེ་འཇང་ཞིག་བྱང་རྩེ་འོ་མ་ལས་བསྐལ་བའི་ངའི་ཨ་མ་ལགས། ཟེར་གྱི་འདུག་ག་ད་དེ་གས་དེ་ཤིས་པ་ཡིན་ན་དེ། ཚིགས་བཅད་སྙན་ངག་བྲིས་ཡ་ལས་ལས་སླ་པོ་ཞུ་གི་རེད་ཚར་རེད། ཐུགས་སེམས་བལ་ལེ་འཇང་ཞིག། བྱམས་བརྩེ་འོ་མ་ལས་ཀྱང་ལེགས་དཀར་བས་ཟེར་བ། ཐུགས་སེམས་བལ་ལས་རབ་འཇམ་ཞིང་བྱམས་བརྩེ་འོ་མ་ལས་དཀར་བས་བདག་གི་དྲིན་ཆེན་ཨ་མ་ཁྱོད་བུ་ངའི་སྙིང་ནས་ཡང་ཡང་དྲན། ཟེར་ནས་རོ་གཅིག་ལབ་ཆོག་གི་འདུག་ཨ། ལས་སླ་པོ་ཞུ་གི་རེད་ཚར་རེད། སེམས་པ་ད་ད་འདི་དཔང་པོ་དེ་ལས་ཡིན་དར་བ། སེམས་པ་ནམ་མོ་བཞིན་དུ་རབ་དྲང་ཞིང་ལས་ངན་བྱེད་པའི་བསླུ་མེད་རྭ་རྩེ་བས་ང་ཚོའི་བསླབ་བྱའི་དཔང་པོ་རྣམ་པ་རྣམས་ཟུར་དཔང་རྣམ་པ་རྣམས། དེ་རིང་སུའུ་ནེ་ཐོ་ནས་བརྒྱ་ཆ་གནང། འོ་ཐུགས་ཆེ་ནས་ལབ་ཡོང་དུས་སེམས་པ་མདའ་དང་དྲངས་ཤིང་ལས་ཉན་བྱེད་པའི་བློ་མིག་རབ་ཏུ་གསལ་བས་ཅི་སྟེ། དཔང་པོ་དེ་ལ་རྒྱ་ཡལ་དེ་ལ་དཔེ་གི་ཐོག་ནས་རྒྱག་སོང་ཨ། འོ་དེ་འདྲའི་གི་སོ་འདྲ་བོ་བྱས་ནས་རྒྱ་ཡལ་དེ་ཞི་རག་གི་གནད་འགག་ཆེན་པོ་རེད། བརྩེ་བ་རྒྱ་མཚོ་ལས་བསགས་ཅིག་ང་འཇོས་ཆུ་བོ་ལས་རོལ་བའི་བདག་གི་སྙིང་ཁུང་གི་མཛེས་མ། བདག་ལ། གླིང་གཅིག་རང་གསོན་དང་ཟས་འདྲ་བོ་ཅིག་ལབ་པ་ཡིན་ན་དེ་ཡིན་གོ་ད་བར་བརྩེ་བ་རྒྱ་མཚོ་ལས་ཟབ་ཅིང་ངང་རྒྱུད་ཆུ་བོ་ལས་རིང་བའི། དཔེར་ན་མཛེས་མ་བསད་ན་འདྲ་སྙིང་སྡུག་བསད་ན་འདྲ་གར་སྦྱར་ན། བརྩེ་བ་རྒྱ་མཚོ་ལས་ཟབ་ཅིང་ངང་རྒྱུད་ཆུ་བོ་ལས་རིང་བའི་བདག་གི། སྙིང་ཁོང་གི་མཛེས་མ། སྙིང་ཁོང་གི་མཛེས་མ་བདག་ལ་ནི་གླིང་གཅིག་རང་གསོན་དང་ཟས་འདྲ་བོ། ད་རྗེས་མ་སྟོད་མི་ཁྲི་ཡར་ལ་ཞོལ་ལས་ལྷག་པ་ཆགས་འགྲོ་གི་རེད། ཁྱད་མཚར་བ། འོ་དེ་རེད། ལེགས་ཟེར། ད་དེ་གས་དེ་ཤི་བ་ཡིན་ན་ཕན་ཐོག་ག་རེ་ཡོད་རེད་ད་ངས་མང་མང་པོ་ཞིག་ཞུས་ཚར་བ་ཡིན་ལ་དཔེ་སྒྲོ་པོ་ཆགས་བཞག་པ་ཡིན་ན། དཔེར་ན། རྒྱ་མཚོ་ཞེས་པ་དེ་རྒྱ་ཆེ་ཞིང་གཏིང་ཟབ་པའི་རྒྱ་མཚོ། ཞེས་བསྒྱུར་བ་དང། ནམ་མཁའ་ཞེས་པ་དེ་ཕ་མཐའ་མི་མངོན་པའི་ནམ་མཁའ་ཞེས་སུ་རིང་དུ་བཏང་རྗེས། ཨ་ནི་ང་ཚོས་རྩོམ་ཐུང་ངང་བརྗོད་པ་སྙན་པོ་ཞིག་བྲིས་ན་འདི་ལྟར། ད་ང་ཚོ་རྒྱ་མཚོ་ཟས་ཀྱི་ལབ་དགོས་ཀྱི་ཡོད་རེད་གཅིག་ལས་ནམ་མཁའ་ཟས་ཀྱི་ལབ་དགོས་ཀྱི་ཡོད་རེད། དེ་ལ་རྒྱ་མཚོ་གཅིག་པོ་ལབ་ཡིན་ན་གྲོགས་ཡོད་མ་རེད། རྒྱ་ཆེ་ཞིང་གཏིང་ཟབ་པའི་རྒྱ་མཚོ། ཕ་ད་མི་མངོན་པའི་ནམ་མཁའ་ཟེར་ནས་གཉིས་བརྒྱབ་ཡིན་ན་དེ་གཉིས་དེ་ཤིང་གི་ཡིན་ན་རྗེས་མ་རྩོམ་ཡིན་ན་བྲིས་ན་ལས་སླ་པོ་བྱུང་ཡོད་རེད་དེ། འགྲོ་བའི་མགོན་པོ་ཁྱོད་གཉིས་ཀྱི་བློ་གྲོས་ནི་རྒྱ་ཆེ་ཞིང་གཏིང་ཟབ་པའི་རྒྱ་མཚོ་དང་གཉིས་སུ་མེད་ལ་ཁྱོད་ཀྱི་ཐུགས་རྗེ་ནི་ཕ་ད་མི་མངོན་པའི་ནམ་མཁའ་དང་མཚུངས། དེ། བྱས་ཙང་བེད་སྤྱོད་སྙན་པོ་ཞུ་ཆགས་འགྲོ་གི་རེད་ལ་བེད་རྩོམ་བྲིས་ཡ་ལ་ཞུ་ལས་སླ་པོ་ཡོད་རེད་ཇི་འདྲའི་ཡིན་ཙང་རྒྱ་མཚོ་ཟིང་ངེ་དེ་འདྲའི་ལབ་པའི་ཁྱད་ཆོས་མང་པོ་སྦྱར་ནས་རིང་རེ་བཏང་ནམ་མཁའ་ཟིང་ངེ་དེ་རིང་རེ་བཏང་བོད་ལ་རིང་རེ་བཏང་རྒྱལ་ཁབ་བཏང་ལུང་པ་བཏང་རང་བཙན་བཏང་ཧ་རེ་སོ་གོ་རེ་བལྟས་དཔེ་དེབ་བཏང་གྲོགས་པོ་བཏང་དགེ་རྒན་བཏང་ཕ་མ་བཏང་དགའ་བོ་བཏང། སྐྱེ་མེད་དང་ཆགས་སང་ཁྱད་ཆོས་ཁྱད་ཆོས་སྦྱར་ནས་རིང་རེ་རིང་རེ་རིང་རེ་བཏང་དང་ཁྱད་པར་དེ་འདྲ་ཡོད་རེད་འགྲོ་བའི་མགོན་པོ་ཁྱོད་ཀྱི་བློ་གྲོས་ནི་རྒྱ་ཆེ་ཞིང་གཏིང་ཟབ་པའི་རྒྱ་མཚོ་དང་གཉིས་སུ་མེད་ལ་ཁྱོད་ཀྱི་ཐུགས་རྗེ་ནི་ཕ་མཐའ་མི་མངོན་པའི་ནམ་མཁའ་དང་མཚུངས། དེ་འདྲའི་ཞིག་བྲིས་ཤིང་རྩ་བའི་ཞུ་སྒོ་དེ་ལ་རྗེས་མ་ཚིག་བཅད་ན་བཟོ་ཡས་ན་ཞེས་པ་ལས་སླ་པོ་རེད། དཔེ་འདྲ་པོ་ཆགས་བྱས་ན། བདག་ཅག་རྣམས་ཀྱིས་འགྲོ་བའི་མགོན་པོ་ཁྱོད། རྒྱལ་བྱེད་གཏིང། རྒྱལ་བྱེད་གཏིང་མཐའ་ཟབ་པའི་རྒྱ་མཚོ་དང། གཉིས་སུ་མེད་ལ་ཆོས་ཀྱི་ཐུགས་རྗེ་ནི། ཕ་མཐའ་མེད་པའི་ནམ་མཁའ་ཉིད་དང་མཚུངས། ཏེ། ལས་སླ་པོ་ཞེའུ་ཅི། ད་རྗེས་ལ་ཙོག་མི་ཁྲི་སིའི་དུས་བརྩམས་པ་ལ་ད་དེ་གར་སོ་ར It's just a fun ཡིན་གྱི་ན་ལ་ཅི་བྱེད་ན་ད་ག་རྩེད་མོ་སོགས་སྒྲོག་གྱི་མ་གཏོགས་གལ་སྐུ་བྱེད་ཡོ་མ་རེད་དེ་ལས་སླ་པོ་ཞེའུ་ཡོ་ར་བ། དེ་འདྲའི་བྲིས་ཡ་དེ་ག་ཅེ་ནི་དང་པོ་ནས་ལས་སླ་བོ་བྲིས་ཐུབ་ཀྱི་ཡོད་མ་རེད་ལབ་པ་ཡིན་ན་ང་ཚོ་ལས་སླ་བོ་ཐུགས་ཁས་དེ་ལ་སྦྱོང་བརྡར་མ་གནང་ཚར་རེད་རྒྱ་མཚོ་ཟེར་ཡ་དེ་ལ་གཏིང་གསལ་བའི་རྒྱ་མཚོ་ཕ་མཐའ་མི་མངོན་པའི་རྒྱ་མཚོ་ཨ་ནི་བལ་དོའི་ཁ་སོག་རེད་ནོར་བུ་ཧ་ཅང་མང་བའི་རྒྱ་མཚོ་འདྲ་བོ་དེ་འདྲས་བྲིས་བསྡད་ན་ཡང་ངོ་འདྲ་བོ་ཅིག་ཚར་ག་ཅེ། དེ་སྤམ་ཤོག་དེ་དེ་ཡི་ལས་རེད་ཆུང་ཆུང་དཀར་ལ་དེ་སྦྱོང་བརྡར་ཡག་པོ་གནང་ཡོད་པ་ཡིན་ན་འགོ་བཙུགས་ཏེ་དེ་སྦྱོང་བརྡར་ཡག་པོ་གནང་ཡོད་པ་ན་རྗེས་མ་རྩོམ་ཡིག་བྲིས་དུས་ཞེ་པོ་ལས་སླ་བོ་ཆགས་ཀྱི་རེད

དེ་འདྲས་ཀྱི་རེད། ཨ་ནི་ངས་དེ་དྲ་ཐོག་གི་སློབ་ཚན་མ་བསྡུ་སྒྲིག་བྱེད་པའི་སྐབས་ལ་ཕྱག་རོགས་གནང་མཁན་ཁོ་རྣམ་པ་ཚོ་ལ་ཡང་བོད་རིགས་གཞོན་སྐྱེས་ཚང་མས་ཚབ་ཞུས་ནས་ཐུགས་རྗེ་ཆེ་གནང་ཞུ་རྒྱུ་ཡིན་ལ། ད་ཐེངས་རྗེས་མའི་གི་ད་སློབ་ཚན་གི་ནང་ལོག་ལ་ད་ག་རེ་གླས་ཚར་རེད་ཟེར་དུས་ད་ག་ལ་གང་འཚམ་གྱི་ཁྲིད་ཤིག་ངས་ཆགས་ཚར་དུས་ད་ཚིག་དྲུག་དེ་གས་དེ། ད་རེས་རི་ཏང་ཡག་གི་ཐར་ལམ་གཞན་པ་གཅིག་གར་ཡོད་རེད་ལབ་དུས་ཨ་ནི་བྲེལ་བའི་ལམ་ནས་ཚིག་དྲུག་རིང་དུ་དྭངས་ཐང་ཟེར་ཡག་ཅིག་གི་དེ་ལ་ཐར་ལམ་མང་པོ་ཡོད་རེད་དེ་ཡིན་ཙང་གསར་རྙིང་གི་ལས་སླ་ཤོས་འཛིན་གྲྭ། དྲུག་པ་བདུན་པ་སྤུ་གུ་དེ་གའི་དེ་ལ་ཨ་ནི་ཤེས་ཡག་ཅིག་གི་བྲེལ་བའི་ལམ་ནས་ཚིག་དྲུག་ཁྲིད་ཐབས་ཀྱི་རིམ་པ་འདི་ངས་གསར་རྙིང་ངོ་སྤྲོད་ཞུ་གི་ཡིན་ཐུགས་རྗེ་ཆེ་ན་ནི་ང་ཚོ་རྗེས་མ་མཇལ་ཡོང།